ཐུགས་རྗེ་ཀུན་ལ་སྙོམས་པར་བཅོམ་ལྡན་འདས་མཚན་དང་ཐོད་པའི་ངན་འགྲོའི་སྡུག་བསྔལ་སེལ། དུག་གསུམ་གནས་ཟིན་སངས་རྒྱས་སྨིན་གྱི་ལག་པའི་འདུར་ཡ་ཡི་ཡོལ་ལ་ཕྱག་འཚལ་ལོ། དང་ཐོག་བདེ་ཆེན་གཉིས་ཀྱི་སྐྱབས་གནས་དམ་པ་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་བརྩེ་གཟིགས་པ་ཆེན་པོ་མཆོག་དགུང་གྲངས་དགུ་བཅུར་ཕེབས་པའི། སྐུའི་འཁྲུངས་སྐར་དུས་ཆེན་དང་གོ་སྟོན། བྱམས་བརྩེའི་ལོ། དང་ནང་བཞིན་ས་ག་ཟླ་བའི་དུས་ཆེན་ཁྱད་འཕགས་ཅན་དང་བཅས་ཀྱི་ཐོག་ལ། དང་ཐོག་སྐྱབས་མགོན་རིན་པོ་ཆེ་ལ་གོ་གསུམ་གུས་པ་ཆེན་པོའི་ཐོག་ནས་གུས་ཕྱག་སྔོན་དུ་ཕུལ་ནས། སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་གཞན་དོན་མཐའ་དག་ལྷུན་གྱིས་འགྲུབ་པའི་སྨོན་འདུན་ཞུ།

ཨན་ནེ་བཟོ་གི་ཡོད། ད་དེའི་གི་ཨན་ནེ་བརྙན་ཐུང་འདིའི་གི་ཨན་ནེ་གསན་གཟིགས་གནང་མཁན་ཚོ་ལ་མི་མང་ལྷན་རྒྱས་ཚོ་གི་ཨན་ནེ་སྐུ་གཟུགས་དང་དེ་འབྲེལ་འཕྲོད་བསྟེན་གི་ཐོག་ལ་དོ་སྣང་གནང་ཡས་ལ་ཨན་ནེ་ཐུགས་ཕན་གསོ་ཡས་གི་ཨན་ནེ་རེ་བ་དང་སྨོན་ལམ་ཞུ་གི་ཡིན། ད་ངས་དེ་རིང་གི་བརྙན་ཐུང་དེ་མ་བཟོ་གོང་དུ་ངས་གི་འབོད་སྐུལ་ཞུ་ཡས་ཅིག་ཡོད། ད་ངས་ད་ལྟ་བརྙན་ཐུང་འདི་གི་དེའི་གི། སྐོར་ལས་ཨ་ནེ་ཕ་གསལ་བཤད་ག་ལ་གང་འཚམ་གསལ་བོ་ཅིག་ཞུ་གི་ཡོད་དེ་སོང་ད་ད་ཅིག་བྱས་ན་དེ་དུས་ཚོད་སྐར་མ་གཅིག་བཞི་བཅུ་ཡས་མས་གོར་རྟོགས་ཁ་བོ་རེད་དེ་སོང་ད་ད་མི་མང་ཚོགས་ཀྱི་དང་པོ་ནས་ར་སོ་སོའི་འཕྲོད་བསྟེན་ལ་ཨ་ནེ་དགོས་པ་རྒྱུ་མཚན་དང་དགེ་མཚན་ཟེར་གི་ཡོད་ན་ཨ་ནེ་བརྙན་ཐུང་དེ་གོ་ན་ཞུ་གོ་ཐུབ།

ད་སོ་སོས་རང་དོན་རང་གཅེས་ཀྱི་ཐོག་ནས་ནི་འཕྲོད་བསྟེན་ལེགས་པར་གནས་པའི་ཐབས་ལམ་ག་རེ་བྱས་ཡོད་རེད་ཟེར་ནས་དེའི་ཁོག་ལ་ཕ་ང་རང་གི་ཉམས་མྱོང་ལ་གཞི་བཞག་ནས་ཕ་ཞུ་བས་ཡིན། ད་ངས་ཀྱི་ད་ལྟ་དེ་ཕ་སེ་བཤད་ཞུ་བས་དེ་ལ་མིང་དེ་ལ་སྦྱོང་གསུམ་ཟེར་བ་རེད། ད་དེ་སྦྱོང་གསུམ་དེ་ངས་ཀྱི་ལག་ལེན་ལོ་མང་པོ་ཞེ་བོ་ཅིག་བསྟར་བས་ཀྱི་ནི་ཕན་ཐོགས་དགེ་མཚན་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ང་རང་གིས་ངོས་འཛིན་ཐུབ་པ་བྱུང་ཙང་ད་ལྟའི་མི་མང་ཚོ་ལ་ཕ་གསལ་བཤད་ཅིག་ཞུས་པ་ནི་གཅིག་བྱས་ན་ཁ་ཤས་ལ་ཐུགས་ཡོན་གསོ་གི་རེད་བསམ་གི་འདུག་ད་ལྟའི་སྦྱོང་གསུམ་ངས་རྒྱུན་དུ་པའི་ལོ་མང་གི་ཉི་མ་རེ་ལ་ཆུ་ཚོད་གཅིག་ཕྱེད་ཀ་ནས་སྐར་མ་ལྔ་བཞི་བཅུ་བར་ལག་ལེན་བསྟར་བའི་འབྲས་བུ་དེ་ལ་ད་ལྟ་ལྷན་རྒྱས་ཚོས་ད་གཟིགས་བསྡད་པའི་ངེད་ཀྱི་ད་ལྟའི་ད་ལྟ་བློ་བཟང་སེང་འདི་རེད་ད་ད་ངས་ཀྱི་ད་ད་ང་ད་ལྟ་ལོ་བདུན་ཅུ་དོན་བརྒྱད་ཁ་ཚ་བདུན་ཅུ་དོན་བདུན་ཡིན། ཡིན་ན་ཡང་ད་ད་ལོ་ལ་དཔག་པའི་ནི་ངས་ཀྱི་བསམ་བློའི་ཀྱི་ད་སེམས་ཁམས་རིག་པའི་ཀྱི་གནས་ཚད་དང་གནས་སྟངས། ལུས་ཀྱི་གནས་སྟངས་ད་འཕྲོད་བསྟེན་སྤྱི་སྟངས་ཀྱི་ཐོག་ནས་ཨ་དཔེ་ལ་ག་ལ་གང་ཙམ་ཡག་པོ་ཡོད། ཨ་ཅིག་རིག་པ་ཡིན་ན་རེད་དྲན་པ་ཡིན་ན་རེད་རྣམ་དཔྱོད་ཡིན་ན་རེད

ཡིན་པ་ང་རང་གིས་ངོས་འཛིན་ཞུ་གི་ཡོད། དེ་སོང་ད་ད་མི་མང་སེམས་ཤེས་སེམས་གསིང་གནང་མཁན་རྣམས་ཀྱིས་དེའི་ཐོག་ལ་དགོངས་བཞེས་གནང་ནས་སོ་སོའི་འཕྲོས་དོན་ལ་རང་དོན་རང་བྱན་གྱི་དགོངས་པ་བཞེས་ཏེ་ཞེ་བོ་ཅིག་གལ་ཆེན་པོ་ཡིན་པའི་སྐོར་ལ་ངས་འབོད་སྐུལ་ཞུ་གི་ཡོད། ད་དེ་སྦྱོང་གསུམ་ཟེར་རིང་སྦྱོང་ཟེར་ཚིག་དེ་ག་རེ་བཟོ་ཟེར་ན་གཙང་མ་བཟོས་དེར་ད་ག་རེ་གཙང་མ་བཟོ་ཟེར་ན་ལུས་ཀྱི་ན་ཚ་གཙང་མ་བཟོས་དེར་སེམས་ཀྱི་སྡུག་བསྔལ་གཙང་མ་བཟོས་ཨོ་ཡ་ད་ཡིན་ན། ཉོན་མོངས་པ་གི་དབང་སྒྱུར་གྱི་སེམས་དེ་འགྱུར་བ་བཏང་ཡ་འདི་ལ་ངས་ཀྱི་སྦྱོང་གསུམ་ཟེར་གི་ཡོད་ད་དེ་སྦྱོང་དང་པོ་དེ་ད་ང་རང་ཚོ་མི་ཚེ་ནང་ལ་དཔེ་དེ་སྟངས་འཛིན་བྱེད་མཁན་གཙོ་བོ་དེ་རང་ཉིད་ཀྱི་རྣམ་པར་ཤེས་པའི་སེམས་དེ་ཡིན་པ་སོང་ཙང་ད་སེམས་ཀྱི། དེ་གའི་བྱ་ལས་དེར་བརྟག་དཔྱད་ཞིབ་འཇུག་བྱས་པའི་ཐོག་ནས་སེམས་ཀྱི་དག་ཅིག་བསམ་བློ་བཏང་བཏང་ནས་བྱ་བ་བྱས་པའི་ལས་དེ་ལ་བསྒྱུར་བཅོས་བཏང་བ་དེ་ལ་སྦྱོང་བ་བྱས་འདུག་བྱས་ནས་ད་ག་ཚོད་དཔེ་མཚོན་འདྲ་བོ་རོབ་དང་དམ་དུ་ཞུས་ན། ད་དང་པོ་དེ་སེམས་སྦྱོང་དང་བློ་སྦྱོང་ཟེར་དེ་ག་རེད་ཟེར་བ་ཟེར་ན། ད་དེ་ཞོགས་པའི་སྐར་མ།

དཔྱད་ཞིབ་བྱས་ནས་བསམ་བློ་ལ་དཔྱད་ཞིབ་བྱས་བསམ་བློ་གི་འཁྱེར་སོ་དེ་ཚོ་ལ་ཡང་ནི་བརྟག་དཔྱད་ཞིབ་འཇུག་བྱས་པ་དེ་ལ་གོམས་ཟེར་གྱི་ཡོད། བྱས་ཙང་ད་ངས་དེ་གར་སོང་ནས་ནི་སྐར་མ་བཅུ་ཚོའི་རིང་ག་ལ་ཡང་ནི་གོམས་བརྒྱབ་བྱས་ནས་ཡང་ནི་སོ་སོའི་གི་སེམས་ལ་ཡང་ནི་བརྟག་དཔྱད་དང་ཞིབ་འཇུག་དཔྱད་པ་བྱས་ནས་ཡང་ནི་ཞོགས་པའི་གཉིད་ཚལ་པ་ནས་དགོང་དག་མ་ཉལ་བར་དུ་བསམ་བློའི་གི་ནུས་བ་ཤུགས་ཆེ་བ་དེ་ཁ་ཕྱོགས་ག་བ་ལ་འགྲོ་གི་འདུག་མི་དགེ་བའི་ཕྱོགས་ལ་ཤུགས་ཆེ་བྲོ་བོ་འདུག་དགེ་བའི་ཕྱོགས་ལ་ཤུགས་ཆེ་བ་བྲོ་བོ་འདུག་ཨོ་ད་འདི་ལ་ཞིབ་འཇུག་བྱས་འདི་ལ་གོམ་ཟེ་དེ་བྱས། ད་ཡོངས་གྲགས་ཀྱི་ཐོག་ནས་སྤྱིར་བཏང་མི་གི་ཆོས་ཉིད་དག་རང་ཞོགས་པའི་གཉིད་ཚལ་བ་ནས་སོང་ནས་གང་བྱས། བསམ་བློ་དེ་གཙོ་བོ་དེ་མི་དགེ་བའི་ཕྱོགས་དང་ཉོན་མོངས་དུག་གསུམ་གི་དབང་སྒྱུར་གྱི་ཕྱོགས་ལ་ཤུགས་རྒྱ་ཆེ་དང་མ་སོན་བསྟུན་བཅུ་བརྒྱ་བཅུ་དགུ་བཅུ་འདི་ཚོ་ལ་བྲོ་བོ་ཡོད་བ་དེ་ཞོ་མོ་བ་འདི་འཇིག་རྟེན་གྱི་ཆོས་ཉིད་རེད། གང་ཅག་གཉིད་ཚལ་བ་ནས་སོང་ནས་ད་གང་བྱས། ཨ་ཅིག་ང་རྒྱལ་ཁོང་ཁྲོ་ཞེ་སྡང་གཏི་མུག་དེ་ནི་གནག་སེམས་གནོད་སེམས་ལོག་ལྟ་ཨ་ནི་ཅིག་རྔམ་དྲག་ཞེ་སྣང་སེམས་འདྲེ་ལ་སོགས་པ་ད་དུས་འདྲེ་གི་ཅིག་མ་དྲེ་བའི་གི་ཆ་ལ་རྐྱང་རྐྱང་ཅིག་བསམ་བློ་ཁོ་ནས་འདི་གི་དབང་རྒྱུ་གི་སྟངས་འཛིན་འོག་ལ་འགྲོ་བདེ་བ་དེ་ད་དངོས་གསལ་དོད་པོ་རེད། ད་བརྒྱ་ཆ་ལྔ་བཅུ་འདྲ་བོ་དེ་འདྲས་མི་ཁ་ཤས་གི་རི་སྲུང་འདྲ་བོ་དེ་འདྲས་གི་ནི་ཞོགས་པའི་ཡར་ལམ་ནས་དཀོན་མཆོག་དྲན་པ་དང་ཅི་དགའ་བ་ཆོག་ཤེས་སྐྱེ་བ་དང་ཅི་དགའ་ཁ་ཟོ་ད་འཇིག་རྟེན་གྱི་ཆོས་ཉིད་ལ་ངོས་འཛིན་ཐུབ་པ་བསམ་བློ་གཏང་མཁན་དེ་སྐྱག་ཆ་ཞེ་དྲག་དཀོན་པོ་རེད་བསམ་གི་འདུག་ད་དེ་ང་རང་གི་བསམ་ཚུལ་རེད་ད། མི་ཡང་ངས་མི་ཚང་མ་དེ་འདྲའི་རེ་ངན་ཞུ་ཐུབ་མེད། འོ་ཡ་ད་གང་ལྕགས་འདིའི་ཐོག་ལ་ཡང་ནི། ད་དཔྱད་པ་བྱས་ནས་ཨ་ནི་ད་བསམ་བློ་དེ་གལ་ཏེ་གཉིས་ཀ་ཨ་ནི་ད་མི་དགེ་བ་དང་ད་ཅིག་ཁ་ཚོར་ད་ལོག་ལྟ་ད་དེ་འདྲའི་བསམ་བློ་མ་རུང་བ་གི་བསམ་བློ་ལ་འཁོར་བ་དེ་ལ་ཨ་ནི་བརྟག་དཔྱད་ཅིག་བྱས་ནས་ད་དེ་འདྲའི་གི་ཨ་ནི་དཔེར་ན་ཁོང་ཁྲོ་ངར་སྐྱེ་ཞེ་སྡང་གཏི་མུག་ཨ་ནི་འདོད་རྔམ་ཆེན་པོ་ཨ་ནི་གནག་སེམས་བློས་སེམས་ཕྲག་དོག་ཡོད་བ་དེ་གི་ཨ་ནི་སོ་སོ་རང་ཉིད་ལ་ཕན་ཐོག་ག་རེ་འདུག་གི།

དགེ་བས་ཀྱི་བློ་དུ་ཤུགས་ཆེན་པོ་སྐྱེས་པ་ཡིན་ན་ད་འདིས་ཀྱི་སོ་སོ་ལ་ཕན་ཐོག་ག་རེ་འདུག་དགེ་མཚན་ག་རེ་འདུག་འདིས་ཀྱི་བདེ་བ་སྤྲད་ཀྱི་འདུག་སྤྲད་ཀྱི་མི་འདུག་མི་ཚེ་དོན་དང་ལྡན་པ་ཆགས་ཀྱི་འདུག་ཆགས་ཀྱི་མི་འདུག་འོ་ད་འདི་གཉིས་གཉིས་ཀྱི་ནི་ད་ཅིག་ཞིབ་འཇུག་བྱས་དེ་ལ་ངས་ཀྱི་སྒོམ་ཟེར་དགོས་ད་བརྟག་དཔྱད་བྱས་དེ་ལ་འོ་ཡ་ད་ད་ལྟ་ངས་ད་ལྟ་རི་མོ་ཅིག་བསྟན་འདུག་ཨ་འདི་ན་ལ་དཀར་ནག་གཉིས་འདུག་ཨ་འོ་ཡ་ད་འདིས་ཀྱི་ནི་དཔེ་དེ

ཨ་ནི་ཞོ་བོ་ཅིག་གལ་ཆེན་པོ་རེད་བསམ་གྱི་འདུག་དེ་ཐུབ་པའི་ཞོ་བོ་ཨ་ནི། འགྱུར་བ་བཏང་ཡས་དང་ཨ་ནི་བ་ཅོས་པ་དང་ཨ་ནི། རང་སེམས་འདུལ་བ་དེ་ལ་ཨ་ནི། བློ་སྦྱོང་བྱས་ནས་ཚིག་དེ་དང་ཡང་ན་སེམས་སྦྱོང་བྱས་ནས་བེད་སྤྱོད་བཏང་དགོས། ད་དེ་ངོས་འཛིན་ཐུབ་སྟངས་དང་དེ་གི། འགྲོ་ལུགས་འདྲ་བོ་དེ་དཔེ་མཚོན་འདྲ་བོ་ཅིག་རོབ་ཙམ་ཅིག་ཞུ་གི་ཡིན་ད་དེ་གོ་བདེ་བའི་ཆེད་དུ་རེད་བ། གལ་ཏེ་དེའང་མི་གཅིག་གིས་ད་ང་ལ་ཡར། བློ་བཟང་ཁྱེད་རང་ལ་ངས་འདི་བཀའ་ཡོད་ཡུན་རིང་རྟགས་ཆེན་པོ་གོང་ཆེན་པོ་འདིའི་ནང་ལ་བོད་ཀྱི་ས་མཐོ་ས་དང། ཁོར་ཡུག་གཙང་མ་ལ་གནས་པའི་སེམས་ཅན་སྐད་སྒྲ་ཆེན་པོ་འབྲི་དང་གཡག་ཟེར་དེ་ཡོད་རེད། ད་འབྲི་ཟེར་འདི་འདིར་གཡག་མོ་ལ་ཟེར་བར་བ། འོ་ཡ་ད་འདི་ཡི་འོ་མ་དེ་བས་ཤིན་ཏུ་ནས་བཅུད་ཆེན་པོ་སྤུས་དག་པོ་ཡག་པོ་ཞེ་བོ་ཅིག་ཡོད། འདི་ངས་ཁྱེད་རང་ལ་འདི་བཀའ་ཡོད། གོང་ཆེན་པོ་ནང་ལ་ཕུལ་གྱི་ཡོད་ཆོས་རོ་ནང་ཡིན་ན་ཡང་ཨ་ནི་དེ་བཀོལ་སའི་སྣོད་དེ་འོ་མ་བཀོལ་སའི་སྣོད་དེ་ནང་ལ་ནི་གཡའ་དང་དུག་ཡོད་རེད་ད་ཟེར་གཡའ་དང་དུག་འདུག་ཟེར་ངས་དེ་སྣོད་དེ་གཙང་མ་བཟོ་ཐུབ་མ་སོང་དེ་སོང་ད་ད་དེ་འོ་མའི་ནང་ལ་གཡའ་དུག་ཡོང་མདོག་ཁ་བོ་རེད་ཟེར་ལབ་པ་ཡིན་ན། ད་དེ་མ་ཐག་ཏུ་གནས་ཚུལ་དེ་གཡའ་དང་དུག་ཟེར་དེ་ཚིག་དེ་གོ་མ་ཐག་ཏུ་ཨ་ནི་ངས་ཀྱི་རིག་པ་ཀྱི་ལམ་སང་ཨ་ནི་དཔྱད་ཞིབ་བྱས་ན་ཨོ་ཧོ། ད་སྣོད་ག་ཚོད་ཀྱི་གོང་ཆེན་པོ་སྤུས་དག་པོ་ཡིན་ན་ཡང་རེད། ཨ་ནི་འོ་མ་ག་ཚོད་ཀྱི་བཅུད་ཆེན་པོ་ཡག་པོ་ཡོད་ན་ཡང་ད་དེའི་ནང་ལ་དུག་ཡོད་པ་ཡིན་ན། ཨོ་ད་དེ་ནི་ངེད་ཀྱི་རྩ་བ་ཉིད་ན་དུང་དུག་མ་རེད་གང་ལ་ཟེར་ན་དུག་གི་མཚན་ཉིད་དེ་ན་ཚ་བཟོ་ཡས་ན་ཚ་བཏང་ཡས་ཨ་ནི། ཚེ་འཕྲོག་ཡས་ད་ཚེ་ལ་བར་ཆད་བཏང་ཡས་ཀྱི་ཨ་ནི་དུག་གི་མཚན་ཉིད་རེད། ད་ངས་དེ་འཐུངས་པ་ཡིན་ན་ཨ་ནི་ང་ལ་ཕན་པའི་ཚབ་ལ་ཨ་ནི་ངེད་ཀྱི་མི་ཚེ་འཕྲོ་བརླག་བཏང་གི་རེད་ན་ཚ་བཟོ་གི་རེད།

ལུས་ལ་ཡང་ན་དཔེར་ན་པད་ཤག་ནི་ད་མི་ལུས་རིན་ཆེན་དེ་ཡང་ན་དཔེར་ན་སྣོད་ཤིན་ཏུ་རྩ་ཆེན་པོ་རིན་པོ་ཆེ་འདྲ་བོ་ཅིག་གི་མི་ལུས་རིན་ཆེན་རེད་ཤིན་ཏུ་རྙེད་དཀའ་བ་རེད། ཞེ་བོ་དཔེ་ཅིག་གི་ད་ཡག་པོ་རེད་ད་དེའི་ནང་ལ་ཡོད་པའི་ཡང་ན་སྣོད་ནང་ལ་ཡོད་པའི་ཡང་ན་མིག་གི་ཡང་ན་དཔེར་ན་ཆོས་ཉིད་ཀྱི་རང་བཞིན་དེ་ཀུན་འདུས་ནས་གསུངས་པ་ནང་བཞིན་བྱམས་པ་དང་བརྩེ་བ་དང་སྙིང་རྗེ་ཅན་གྱི་ཡང་ན་མིག་གི་རང་བཞིན་གྱི་རྒྱུ་ནོར་གཙོ་བོ་དེ་རེད། ད་ཡིན་པ་ན་ཡིན་ན་ཡང་འདི་གི་སྣོད་དེའི་ནང་ལ་ནི་པའི་དུས་རྟག་ཏུ་ནི་པའི་དབང་བསྒྱུར་བྱེད་མཁན་དང་གནོན་ཤུགས་སྤྲད་མཁན་གྱི་ནི་ད་ཉོན་མོངས་དུག་གསུམ་གྱི་གཙོ་ལ་གྱུར་པའི་ནི་རང་གཅེས་འཛིན་གཏི་མུག་ཞེ་སྡང་ངར་སྐད་ཁོང་ཁྲོ་གནག་སེམས་གནོད་སེམས་ལོག་ལྟ་ད་ཅིག་གང་བྱས་མི་དགེ་བའི་གི་ནི་བློ་དེ་ཤུགས་ཆེན་པོ་ཞེའུ་ཅིག་དབང་བསྒྱུར་ལ་ཕྱིན་པའི་གི་རྟེན་ནི་ནི་སྣོད་བཟང་པོ་མི་ལུས་རིན་ཆེན་ཡིན་པས་ན་རེ་ནི་པའི་དེ་རང་བཞིན་གྱི་རང་བཞིན་གྱི་སྐྱེས་པའི་སེམས་ཀྱི་བློ་ཡི་ནུས་པ་བྱམས་པ་དང་སྙིང་རྗེ་ལྡན་པ་ཡིན་ན་ཡང་དུག་གི་དབང་རྒྱུད་ལ་ཕྱིན་པར་སོང་ཙང་ད་ལྟ་ངས་ཀྱི་ད་གང་དྲན་བདེ་བ་འདོད་ན་བདེ་བ་མི་སྒྲུབ་བ་སྡུག་བསྔལ་མི་འདོད་ན་སྡུག་བསྔལ་ཡོང་བསྡད་ཀྱི་ད་ང་ལ་ཡོང་མཁན་གྱི་རྒྱུ་གཙོ་བོ་དེ་ངས་ཀྱི་དགྲ་བོ། ད་གང་ཚེ་དེ་རེད་ཉོན་མོངས་དུག་སེམས་ཀྱི་ཉོན་མོངས་དུག་གསུམ་ལ་རྩོལ་བའི་དུག་རིགས་དེ་ཚོ་རེད་ཤག་བསམ་ནས་དཔེ་དེ་རྣམ་འགྱུར་དང་ལྡན་པ་རིག་པ་བློ་རྩེ་གཉིས་ཀྱིས་བློ་རྩེ་གཅིག་ཏུ་བསམ་བློ་ཁོག་ནས་འདི་དགྲ་བོ་ཡིན་པ་དུག་ཡིན་པ་དེ་ལ་ངོས་འཛིན་བྱེད་ཐུབ་པ་དེ་དཔེར་ན་འོ་མའི་ནང་ལ་དུག་ཡོད་བ་ནང་བཞིན་དུག་བྱས་ནས་ད་ངོས་འཛིན་ཐུབ་པ་དེ་བྱེད་ཐུབ་བས་དེ་ཞེ་བོ་ཅིག་གལ་ཆེན་པོ་བྱས།

ཉོན་མོངས་ཀྱི་དུག་ཅན་དེ་ཚོ་རེ་བཞག་ད་ངས་ཉི་མ་དེ་རིང་ནས་བཟུང་ནས་དུག་དེ་ཚོ་སྤང་གི་ཡིན་དུག་དེ་ཚོ་མེ་བ་བཟོ་གི་ཡིན་བསམ་པ་དེ་འདྲའི་གི་བློ་རྟགས་དང་སེམས་ཤུགས་དང་ལྡན་པའི་ཐོག་ནས་ཐག་གཅོད་བྱེད་ཐུབ་པ་དེ་ལ་བློ་སྦྱོང་བྱས་ནས་ད་ངས་ད་བེད་སྤྱོད་དང་ད་འདི་འདྲ་བྱེད་གི་ཡོད་ཨོ་ད་འདི་བྱུང་ཚར་བའི་ཞུ་གོ་ཨ་ནི་ད་ཉི་མ་གཅིག་གི་ད་གང་ཆག་འདི་སྐར་མ་བཅུ་བཅོ་ལྔ་འདི་བསམ་བློ་བཏང་ནས་ཨ་ནི་དཀར་ནག་གཉིས་ཀྱི་དབྱེ་བ་ཆེས་ཐུ་བར་བྱས། བདག་དེ། ཁ་ཚ། ནག་པའི་ཆ་དེ་ད་ལྟ་ཡོད་པ་དེ་ནི་ང་རྒྱལ་ཁོང་ཚོ་བདག་དེའི་དུག་གི་དབང་རྒྱུ་ལ་ཕྱིན་པར་བྱས། ཚུར་སྦྱོང་ངོ་དེ་ནི་དགེ་བས་ཀྱི། བདག། བློ་སེམས། སྐྱེ་བ་དེ་ཚོ་དེ་དག་དུག་སེལ་དབྱེ་བ་ཕྱེ་ནས་དེ་གཉིས་གཉིས་ངོས་འཛིན་ཡང་དག་པ་ཐུབ་པའི་ཐོག་ནས་ཉིན་ཞག་གཅིག་གི་ནང་ལ་དང་ཉི་མའི་ནང་ལ། སྐར་མ་དང་ཆུ་ཚོད་ནང་ལ་བར་ལག་ལེན་བསྟར་ཡ་དེ་དག་གལ་ཆེ་ཤོས་དེ་བྱས་རེད།

སེམས་ནང་ལ་དེ་ཚོ་གི་ཇུས་གཏོགས་བྱས། དབང་བསྒྱུར་བྱས་ནས་གང་ཅིག་གནོད་པ་གང་བཏང་ཐུབ་ཐུབ་ཀྱི་ཐབས་ལམ་བྱེད་ཀྱི་རེད་གང་ཟེར་ན་མི་གི་མི་ལུས་དེ་རིན་ཆེན་རེད་བ་རིན་པོ་ཆེ་འོ་ཡ་ད་དེ་སོང་ད་ད་དེ་ལ་དུས་རྟག་ཏུ་ང་རང་ཚོ་གི་སེམས་ནང་ལ་དོ་སྣང་དང་སྤྱང་གྲུང་དང་ཅིག་བྱས་ནས་ཐོག་ནས་སོ་སོ་སོ་སོ་གི་སེམས་ལ་ཡང་ནས་ཡང་དུ་དྲན་གསོ་བཏང་ནས་སྐུལ་མ་བཏང་ནས་ཨོ་དེ་ཚོ་དྲ་རེད་ད་དེ་ཁྱེད་རང་གནོད་པ་བཏང་གི་རེད་ད་ཟེར་ནས།

མཐའ་གཅིག་ཏུ་བཀའ་ཐོབ་རིགས་ཀྱི་ཐབས་ལམ་དེ་དཔེ་མཚོན་ཡང་འཇོག་ཅིག་ཞུས་པ་ཡིན་ན་སོ་སོ་རང་ཉིད་མོ་དྲ་ཅིག་བཏང་ནས་འགྲོ་གི་ཡོད་ན། མོ་དྲ་བཏང་སའི་ལམ་འགག་གི་མདུན་དེ་ན་ག་ལ་གང་འཚམ་ཅིག་བཞུགས་ཏེ་ལམ་འགག་ལུས་ནས་དེ་ནས་མ། དབྱངས་དེ་འདྲའི་ཡོལ་བ་ཅིག་དེ་འདྲའི་ད་སོ་སོའི་གི་ངོས་ཟིན་དུ་མཐོང་པ་ཡིན་ན། ཨེ་ནི་དེ་མ་ཐག་ཏུ་ད་བསམ་བློའི་ནང་ལ་ཨོ་ད་དེ་ཉེན་ཁ་འདུག་ད་དེ་ནས་ཕར་མོ་དྲ་བཏང་ཕྱིན་པ་ན་དབྱངས་ལ་མ་ཟ་གི་རེད་དབྱངས་ལ་མ་ཟ་བས་ན།

དག་བློ་སྦྱོང་ཟེར་ན་མི་འདུག་རང་སེམས་འདུལ་བ་ཟེར་ན་མི་འདུག་རང་རང་སེམས་བཅོས་པ་ཟེར་ན་མི་འདུག་ཨོ་ད་འདི་དང་པོ་དེ་དོན་དག་དེ་བློ་སྦྱོང་དང་སེམས་སྦྱོང་ཟེར་དེ་ད་དེ་ངས་ང་རང་གིས་བྱས་བསྡད་པའི་ད་ཉམས་མྱོང་ཐོག་ནས་ཞུ་གི་མ་འདུག་འདི་ལས་ད་རྒས་ཤིང་རྒས་པ་དེ

སྨན་གྱི་ཐོག་ནས་གསོ་བ་རིག་པ་སེམས་ཀྱི་བདེ་སྐྱིད་ལྡན་པ་དང། རླུང་མ་རླུང་གི་ནད་དུ་རླུང་མ་འབར་བ་དང་རླུང་གི་ན་ཚ་མ་ཡོང་བ་དང་སྙིང་རླུང་དང་ཁྲག་རླུང་དང་སྲོག་རླུང་མ་ཡོང་བ་དང་དེ་འདྲ་གི་ཐབས་ལམ་གྱི་ཐོག་ནས་སེམས་བདེ་བར་གནས་པའི་ཐབས་ལམ་འདི་ལ་ངས་ཀྱི་སེམས་སྦྱོང་དང་བློ་སྦྱོང་ཞུ་གི་ཡོད་ད་དེ་ངོ་སྤྲོད་རོབ་རྡོལ་ཙམ་ཡིན་ད་ཉེ་བར་དུ་དབུགས་སྦྱོང་ཟེར་རེད་ད་དབུགས་ཟེར་དེ་ཡང་ཡང་སྐྱོ་ཡིན་གཅིག་མིན་གཅིག་གི་གལ་ཆེན་པོ་བརྩི་བ་རེད

བརྒྱུད་རིམ་འདིའི་ནང་ལ་གལ་ཆེན་པའི་བརྒྱུད་རིམ་དེ་ལ་ཚེ་འཚོ་བ་བྱེད། དབུགས་བཏང་ཡས་དེ་ཆད་པ་ཡིན་ན་མི་འཆི་བ་ཚེ་གཅིག་དེ་བྱེད། ད་གཉིས་པ་དེ་སྙིང་གི་འཕར་རྒྱུག་བྱས་བསྡད་པའི་སྐབས་དེ་ལ་ཚེ་འཚོ་བ་དང་སྙིང་གི་འཕར་ཡས་དེ་ཆད་པ་ཡིན་ན་མི་འཆི་བ་ཡས་གཅིག་བྱེད། ད་དེ་གཉིས་པ་དེ་ཚེ་གི་བརྟན་ས་དང་ཚེ་གི་ད་དེ་འབྲེལ་བ་ཡོད་པའི་ད་གཟུགས་པོའི་ནང་ལ་དེ་བྱེད་གཉིས་དེ་གཅིག་བྱེད། ད་དེ་ནས་གསུམ་པ་དེ།

དང་རྩེ་ཚེས་ཀྱི་དང་རྩེ་དྲ་བོ་དེ་ནི་དྲ་མིང་ཡོད་ར་ཁ་ཤས་ལོ་བདུན་ཅུ་བརྒྱ་ཅུ་ཡི་དང་རྩེ་ཡོད་ར་ཁ་ཤས་དྲུག་ཅུ་ལྔ་བཅུ་ཁ་ཤས་དུང་ད་ཚེབ་དུང་དེ་ཚོ་ད་དེའི་གི་ཚེས་དེ་ནི་མང་ཉུང་དེ་ལ་ཚེ་རྫས་ལགས་རེད། ད་དེའི་ཚེས་ཀྱི་རླུང་དེ་ག་ཚོད་ཡོད་པའི་རིང་ག་དེ་ཚེ་འཚོ་བ་བྱེད། ཚེས་ཀྱི་རླུང་གི་ཚེ་དེ་རྫོགས་པ་ཡིན་ན་དེ་ནས་བཟུང་ནས་ཚེ་ཟད་ནས་མི་འཆི་འགྲོ་ཡ་འདུག་ཚེ་མདའ་གང་ཚེ་ཚེ་དང་འབྲེལ་བ་ཡོད་པའི་སྲོག་དང་འབྲེལ་བ་ཡོད་པའི་ད་གནས་ལུགས་དེ་དེ་གསུམ་དེ་གཅིག་ལྟར་རོ་ཙམ་གྱི་མཁྱེན་ཡས་དོན་ལྟར་ཡིན། ད་དེ་ནས་དང་པོ་དེ་ལ། དབུགས་བཏང་ངོམ་བྱས་དང་ད་གཅིག་མིག་གི་ཚེ་འཚོབ་པར་བྱས་པའི་ད་ཆ་རྐྱེན་གཙོ་བོ་དེ་ད་ག་འདྲེ་སི་འབྲེལ་བ་ཆགས་ཡོད་རེད་ཟེར་ན་དང་པོ་དེ། ལུས་དང་སེམས་ཀྱི་འབྲེལ་བ་གི་ཐོག་ནས་ད་གནས་ཚུལ་དེ་རོབ་ཙམ་གྱི་བར་གསལ་བཤད་ཞུ་ཡི་ཡིན། ད་ང་རང་ཚོ་མི་ལུས་རིན་ཆེན་ཐོབ་ཡས་དེ་སྐྱེ་བོ་སྔོན་མ་ནས་ཚོགས་ཚོད་ཀྱི། སྐྱེ་བོ་སྔོན་མ་སྔོན་མ་ནས་ནི་ཚོགས་བསགས་ཀྱི་ནི། ཚོགས་བསགས་དང་དགེ་བའི་ལས་ཡག་པོ་སྒྲུབ་པའི་འབྲས་བུ་ལ་བརྟེན་ནས་མི་ལུས་རིན་ཆེན་ཐོབ་པའི་ཆེད་ད་འདི་གི་བས་ཏེ་མི་ལུས་ཐོབ་པའི་རྒྱུ་དང་འབྲས་བུ་རྒྱུ་གཙོ་བོ་དེའི་དེའི་ཆེད་སྐྱེ་བོ་སྔོན་མ་བསགས་བཞག་པའི་དེ་དག་ཚོགས་བསགས་ཚོགས་བསགས་བྱས་པའི་དེ་ལ་བརྟེན་ནས་མི་ལུས་རིན་ཆེན་གྱི་རྒྱུ་གཙོ་བོ་དེའི་ཆེད་ད་དེའི་མི་ལུས་རིན་ཆེན་དེ་ང་རང་དུ་ནང་པ་སངས་རྒྱས་ཀྱི་སྐྱེ་བ་སྔ་ཕྱི

ལུས་དང་སེམས་དེ་ནི་སྐྱེ་བ་སྔོན་མ་ནས་ཡོང་བསྡད་པའི་ཡིད་ཀྱི་རྣམ་པར་ཤེས་པའི་སེམས་ཀྱི་མཉམ་དུ་དུས་རྟག་ཏུ་མཉམ་སྦྱར་དོར་ནས་ཡོང་བསྡད་པའི་ཤིན་ཏུ་ནས་ཕྲ་བའི་རླུང། རྒྱ་གཅིག་སྨན་གཞུང་དང་ནང་པའི་ནང་ཆོས་ནང་ལ་སྲོག་འཛིན་རླུང་ཟེར་ཏེ་ད་སྲོག་འཛིན་མཁན་སྲོག་ཉར་མཁན་གྱི་རླུང་དེ་ལ་སྲོག་འཛིན་རླུང་ཟེར་བྱས། ད་ཐང་ཀྱི་ངས་གི་ཞུ་དེ་ཞུ་གནང་བ་དེ་ཐང་ད་ཁ་ད་ཁོང་དུ་ངས་ད་འདི་འབྲེལ་ཞུ་ཞུ་བ་དེ་ཚེ་ཡི་རླུང་ཚེ་དེ་ཨ་ནི་རླུག་སྲོག་འཛིན་རླུང་གི་སྡེ་ཚན་ནང་ལ་རེད་ད་འདི་གི་ཚེ་གི་ཚེ་དེ་བྱིན་ནོ་ཚེ་རླུང་ལ་གི་རེད་བ་འོ་འདུག་བྱས་ན་ད་འདི་གང་བྱས་འདི་སྐྱེ་བོ་སྔོན་མ་ནས་ཡང་མང་ཡོང་བསྡད་བ་བྱས་ད་འདི་འདི་ལ་ཨ་ནི་རླུང་སེམས་ངོ་བོ་གཅིག་ལ་གི་རེད་ད།

ད་དེ་རླུང་གི་དེ་གི་ཚེ་འདི་ལ་ད་བྱ་བ་བྱས་པས་ཀྱི་ད་དེའི་དོན་དག་ལ་དང་པོ་དེ་ལ་དེ་གོ་རེ་ད་ལུས་ཀྱི་ཕུང་པོ་གཟུགས་པོ་གོ་གོ་རེ་དེ་མེད་ན་རླུང་དང་སེམས་གཉིས་ཡང་བ་སྟོང་བ་གཟུགས་མེད་སོང་ཙང་དེ་གི་ལས་ཀ་བྱ་བ་བྲིས་འདུག་ད་དེ་བྱ་བ་བྱས་པའི་དོན་དག་ལ་གཟུགས་ཀྱི་ཕུང་པོ་དེ་འགྲུབ་གོ་རེ་ད་དེ་གི་སོང་ཙང་ད་གཟུགས་ཀྱི་ཕུང་པོ་དེ་ཆ་རྐྱེན་གལ་ཆེ་བ་གཉིས་པ་དེ་རེད། ད་གཉིས་པ་དེ་ལ་དང་པོ་དེ་ལུས་བསྒྲུབ་པར་བྱ་བ་ལ་འབྱུང་བ་ལྔ་གི་ད་གཅིག་དེ་རེད། འབྲས་བུ་ལ་བརྟེན་ནས་ནི་ལུས་བསྒྲུབ་པ་གཅིག་བྱས། གཉིས་པ་དེ་ཕ་དང་མ་ཡི་ཁུ་ཁྲག་ད་དེ་ནུས་པ་གཉིས་ཡས་ལག་རེད་ཚ་གྲང་གཉིས་ཡས་ལག་རེད་ད་དེ་སོང་ད་ཁུ་ཁྲག་དེ་ད་གཅིག་ཕ་ཡི་ཁུ་ཁྲག་དེ་ཆུ་སེར་བྱས།

མཉམ་རུབ་ཀྱི་ཐོག་ནས་ཨ་ནི་ད་ལུས་ཀྱི་ཕུང་པོ་དེ་སྒྲུབ་དགོས་རེད་བྱས་ད་རྒྱལ་པོ་ཞེ་དྲག་མོ་གོ་བྱས། ཨོ་ཡ་ད་འདི་ལུས་དེ་ཨ་ནི་ཆ་ཚང་སྒྲུབ་ཚར་བ་ཞིག་ཨོ་ད་དེ་ནི། རླུང་གི། སྲོག་འཛིན་རླུང་གི་ད་ལས་འགན་གཙོ་བོ་དང་པོ་དེ་ཨ་ནི་ལས་ཀ་བྱེད་སའི་གི་ད་ཡུལ་དང་གཅིག་གནས་དང་ལས་དབུང་དང་མ་སོན་རྟེན་གཞི་བྱེད་ས་གཙོ་བོ་དེ་ཨ་ནི་སྒོ་གི་སྤྱི་བོ་བྱས་ད་སྒོ་སྤྱི་བོའི་ནང་ལ་ཨ་ནི་ལས་ཀ་བྱས་ཀྱི་ཨ་ནི་ཆ་རྐྱེན་གཙོ་བོ་སྒོ་ཡ་དེ་ནང་ལ་ཨ་ནི་དང་པོ་དེ་སླེབས་པ་དེ་རེད།

རྣམ་པར་ཤེས་པ་དྲུག་ལ་རོ་ཡིད་ཀྱི་རྣམ་པར་ཤེས་པ་དང་དབང་པོ་དབང་པོ་ངག་གི་ཤེས་པ་དེ་ཚོར་བརྟེན་ནས་རྣམ་ཤེས་དྲུག་བསྲེ་བ་རེད། ད་དེ་དབང་པོ་ངག་གི་དེ་གི་བྱེད་ཀ་ལས་ཀ་བྱེད་སའི་བདག་ཅིག་དེ་རེད་ད་ཡུལ་དྲ་བོ་དེ་གཙོ་བོ་དེ་ཡང་རྒྱུ་ལས་པ་རེད། ད་དེ་ནང་ནས་གལ་ཆེ་ཤོས་མཐོང་བ་དང་ཐོས་པ་ད་དེ་གི་བསམ་བློ་གི་གནས་ཚུལ་ལ་འགྱུར་བ་ལེགས་ཉེས་ཚང་མ་འགྱུར་བ་གཏང་མཁན་དེ་གནས་ཚུལ་མཐོ་སྒྲུབ་བྱས་པའི་ཐོག་ནས་ནི་སེམས་པ་ཡག་པོ་ཆགས་ཡོད་དང་སེམས་པ་བཟང་བ་དང་སེམས་པ་མ་རུང་བ་ཆགས་ཡོད་ད་དེ་འདྲས་ཀྱི་ནི་ཤུགས་རྐྱེན་བསྟེན་མཁན་གྱི་གནས་ཚུལ་ཡག་ཡོང་ས་དེ་འོ་ད་འདུག་བྱས་ནི་དབང་པོ་འང་དེ་དེ་འོ་ད་དེའི་གནས་ཚུལ་རོབ་ཙམ་ཅིག་བྱས་ད་དེ་ནས་དེའི་གཅིག་པོ་གི་ལས་ཀ་ཆེ་མེད་པ་བྱས་ད་ཀླད་པའི་ནང་ལ་ནི་ཚོགས་ཆེན་སྟེང་གི་ལས་ཀ་གཙོ་བོ་དེ་ག་ཟེར་ན་ད་འདི་རེད། སེམས་ཀྱི་རྣམ་དཔྱོད་ཀྱི་རྣམ་པར་ཤེས་པའི་གི་ནི་བྱ་བ་བྱས་ཡོད་ད་ནུས་པ་དེ།

སེམས་ཁམས་རིག་པའི་གི་བྱ་བ་བྱེད་པའི་ཡུལ་གཙོ་བོ་དེ་གཅིག་འདི་རེད་ད་ད་དེ་གལ་ཆེ་ཤོས་གཅིག་བྱས། ད་དེ་ནས་མ་ད་འདི་གཅིག་པོ་གི་བྱེད་གི་མེད་ཙང་ད་ལུས་གི་ཕུང་པོ་གི་ནི་ལས་ཀ་བྱེད་དགོས་རེད་ད་དེ་ལུས་གི་ཕུང་པོ་གི་ནི་ད་གཅིག། རྟེན་གཞི་འདྲ་བོ་གཙོ་བོ་དེ་ནི་སེམས་དང་ལུས་གི་བྱ་བ་བྱེད་པའི་ཡུལ་གི་གནས་གཞི་གཙོ་བོ་དེ་ལུས་གི་ཕུང་པོ་སོང་ཙང་ད་ལུས་གི་ཕུང་པོ་ལས་ཀ་བྱས་བ་ནི། ད་ཡང་སླར་ཡང་ཨ་ནི་རླུང་ཨ་མ་ནས་ཨ་ནི་རླུང་བཞི་ཁ་འཁྱེར་གི་རེད་མ་གླིང་ཡར་ལ་བཞི་སྐྱེ་གི་རེད། རླུང་བཞི་དེ་གི་ཨ་ནི། ད་རྩ་འཁོར་སོ་སོའི་གང་ལ་གནས་བྱས་ནས་ཨ་ནི་དེ་གི་ཨ་ནི་འབྲེལ་ཡོད་ཐོག་ནས་ཨ་ནི་ལུས་ཀྱི་བྱ་བ་བྱས་པའི་ལས་ཐམས་ཅད་ལ་ཨ་ནི། ཤུགས་རྐྱེན་དང་ནུས་པ་སྤྲད་མཁན་འདི་ལ་ཨ་ནི།

གྱེན་རྒྱུ་རླུང་དེ་རེད་ད་དེ་གི་མེད་པའི་ལས་ཀ་མང་པོ་རེད་དཔེར་ན་སྐད་ཆ་བཤད་དང་ཅིག་སྒྲ་དང་དེ་ཚོ་ཚང་མ་ཡོང་ཡ་དེ་ད་གྱེན་རྒྱུ་རླུང་གི་བྱེད་ལས་རེད། འོ་ཡ། ད་དེའི་ནང་ནས་ནི་གལ་ཆེ་ཤོས་ཅིག་ད་གང་བྱས་མིག་གི་ཚེ་ཚོགས་པར་བྱས་པ་ལ་ནི་ཅིག་ལུས་ཀྱི་ཕུང་པོ་དང་སེམས་གཅིག་པོ་འགྲིག་གི་མ་རེད་ཕྱིའི་འབྱུང་བ་ལྔ་གི་ནུས་པ་དེ་ཡིན་གཅིག་མིན་གཅིག་གོ་རེད་དེ་སོང་ཙང

ཚད་འཚོལ་བར་བྱ་བ་ལ་དེ་གི་རྒྱབ་སྐྱོར་ནུས་པ་དགོས་དགོས་རེད། དེ་སོང་ཙང་ད་ཨོག་སི་རྗེན་དེ་ཡང་འཐེན། ཨ་ནི་ནང་གི་རླུང་རྡུག་ཆག་ད་རླུང་འཕེན་མེག་ཨོག་སི་ཀར་བོན་དྲ་ཨེག་སའི་ཏི་སོ་ནི་རླུང་ངན་པ་དེ་མ་བཏང་འཐེན་བཏང་བ་ད་ཨོ་ད་དེ་གི་ཨ་ནི་བཏང་ངོབ་བྱ་བའི་གི་ལས་ཀ་བྱེད་མཁན་གི་ཨ་ནི།

རླུང་གསུམ་པ་དེ་ད་རླུང་ཨ་མ་ནས་མ་ཁྱེར་བའི་རླུང་གསུམ་པ་དེ་ལ་ཁྱབ་བྱའི་རླུང་ལར་འདི་ཁྱབ་བྱའི་རླུང་དེ་ག་བ་ནས་དགོས་ཟེར་ན་སྙིང་གའི་གནས་སུ་ནི་དགོས་ད་སྙིང་དེ་དོན་ལྔ་དང་སྣོད་དྲུག་ནང་དུ་ད་སྙིང་དེ་རྒྱལ་པོ་ནང་བཞིན་གལ་ཆེ་ཤོས་དེ་བརྩི་གི་རེད་ད་སྙིང་དེ་གི་ལས་ཀ་བྱེད་གི་ད་དེ་གི་དེ་དེ་གི་ཁ་སོ་རེད་ད་རྟགས་ནས་མ་ཡོང་བསྡད་པའི་ཁ་རླུང་ཨོག་སི་ཇན་དང་གློ་བའི་ལས་ཀ་དང་ད་དེ་ཡང་མ

དུག་ཚེ་ནི་ཕར་རྒྱུག་བྱས་པ་དེ་བྱས་ནས། ད་ཐང་ཅིག་དབུགས་གཏང་ངོ་བྱས་པ་ཡིན་ཚེ་ཚོར་བ་གཅིག། ད་ཐང་ད་ཀྱི་སྙིང་དེ་འཕར་བའི་རེས་འགའ་དེ་ཡིན་ཚེ་ཚོར་བ་བྱས། སྙིང་གི་འཕར་མཚམས་བཞག་པ་ཡིན་ན། མི་ཤི་འགྲོ་གི་ད་འཆི་བ་བྱས་ནས་འོ་དུག་ཚེ་དང་ད་སོགས་གནས་ཟས་ཀྱི་རྟེན་ནས་རྟེན་གཞི་བྱེད་ས་གཙོ་བོ་དེ་མིག་པ་དང་སྙིང་ག་གཉིས་དེ་ཡིན་པ་ངོས་འཛིན་དུ་རུ་ནང་ད་ཚེ་རླུང་དེ་ག་ཚོད་ཡོད་མེད་ང་ཚོ་ཧ་གོ་གི་མ་རེད་ད་མི་སོ་སོ་གི་དེ་སུ་གང་ལ་དངོས་གཞི་ཡོག་མར་ཚད་ཀྱི་ཚད་ག་ཚོད་མིན། དེ་སོང་ཙང་ད་འདི་བརྗོད་དཀའ་བོ་རེད་ན་ད་དབུགས་བཏང་ངོམ་དེ་དེ་ནི་ང་རང་ཐོག་གི་ད་འདི་ཚོར་གི་རེད། དེ་ཧ་གོ་གི་རེད་དེ་སོང་ཙང་ད་འདིའི་ཐོག་ལ་ཡང་ནི་རོ་རྩོམ་ཅིག་གསལ་ཆོད་ཞུས་པ་ཡིན། ད་དེ་ནས་སྲོག་འཛིན་རླུང་གི་ལས་ཀ་གཉིས་པ་དེ་ད་གལ་ཆེན་པོ་དེ་ག་རེད་ཟེར་ན། ད་རླུང་གི་རང་བཞིན་གཡོ་བ་དང་འཁོལ་བ་སོང་ཙང་ད་གཟུགས་པོའི་ནང་ལ་ཤིན་ཏུ་ནས་གལ་ཆེན་པོ་དེ་ནུས་པ་གཉིས་དང་གྱི་གོང་དུ་ཞུ་བའི་ཕ་དང་མ་དང་འབྱུང་བ་མེ་དང་ཆུ་ནས་གྲུབ་པའི་ད་ཁྲག་དང་ཆུ་སེར་དེ་ལུས་ཀུན་ལ་པད་དེ་ཆ་སྙོམས་པོའི་གང་ནས་པ་ཁྱབ་སྤེལ་བྱེད་དགོས་བ་རེད་ད་དེ་ཁྱབ་སྤེལ་བྱེད་སའི་འགྲོ་སའི་ལང་ཀ་དང་མ་སོང་དེ་གཟུགས་པོའི་ནང་ལ་རྩ་ཕྲན་སྟོང་ར་བདུན་ཅུ་དོན་གཉིས།

འགྱུར་དགོས་རེད། ད་དེ་འཁོར་རྒྱུག་བྱས་ཀྱི་ད་དེ་ལ་ནུས་ཤུགས་དང་རྒྱབ་སྐྱོར་དང་ཤུགས་རྐྱེན་སྤྲད་མཁན་དེ་སུ་རེད་ཟེར་ན་ཨ་ནི། ཁྱབ་བྱའི་རླུང་གིས་རེད་ད་ཁྱབ་བྱའི་རླུང་གིས་ཨ་ནི་སྙིང་འཕར་བ་ལ་བརྟེན་ནས་ཁྲག་དང་ཆུ་སེར་དེ་ཚོ་རྒྱུག་འགྲོ་བ་རེད། ད་ཁྲག་དང་ཆུ་སེར་དེ་རྩ་ཕྲན་སྟོང་ར་བདུན་ཅུ་དུས་གཉིས་ནང་ལ་ཆ་སྙོམས་པོའི་ཐོག་ནས་ཨ་ནི།

དེ་ཤ་དང་ད་ཚིལ་དང་རུས་སྐོགས་དང་དེ་ཚོའི་ད་ནུས་པ་དེ་ཚོ་ཁོ་རང་ཚེ་དང་བརྟན་པོ་ཡག་པོ་ཡོང་ཡ་བྱས། ཨོ་ད་དེ་ཚོ་ཚང་མ་པའི་ཆ་རྐྱེན་ཡག་པོ་ཡོད་དུས་ཙམ་པ་ཨ་ནི་གཟུགས་པོད་ཀྱི་ཨ་ནི་སྟོབས་ཤུགས་དང་ནུས་པ་ཡག་པོ་ཆགས་ནས་ཨོ་ད་དེ་ལ་ལུས་བདེ་བ་བྱས་ཨ་ནི་སེམས་སྐྱིད་པ་བྱས་ད་སེམས་སྐྱིད་པོ་ཡོང་ཡ་དེ་ག་ཚོད་ན། རླུང་དེ་ཚོ་ཆ་སྙོམས་པོ་ཞི་བདེ་བག་ཕབ་ཡོད་པ་ཡིན་ན་རླུང་དེ་ཨ་ནི་གཞི་བྱང་པོ་ཡོད་པ་རང་བཞིན་གྱི་ཨ་ནི་སེམས་དེ་ཨ་ནི་ལྷོད་པ་དང་སྐྱིད་པ་ཡོང་གི་རེད་ག་ཚོད་ན། སྲོག་འཛིན་རླུང་དང་སེམས་གཉིས་དུས་རྟག་ཏུ་མཉམ་སྦྱར་སོང་ཙང་ནི་ངོ་བོ་གཅིག་རེད། དེ་སོང་ཙང་ད་རླུང་འཁྲུགས་ན་སེམས་ལ་འཁྲུགས་འགྲོ་གིན་འདི་འདྲ་སོང་ཙང་ད་ད་ལྟ་དེ་ཆ་སྙོམས་པོ་དང་ཞི་བདེ་བག་ཕེབས་གང་ལ་འཁོར་རྒྱུག་བྱས་པས་ན་ད་དེའི་འབྲས་བུ་དེ་ལ་བརྟེན་ནས་སེམས་སྐྱིད་པ་དང་ལུས་བདེ་བ་ཡོང་ཡ་འོ་ད་དེ་དཔེ་མཚོན་ཙམ་འདུག་ཚེ་ཕ། ད་དེ་དབུགས་དང་འབྲེལ་བ་ཡོད་པ་ཐོན་ན་བདེ་ཡིན་ད་ད་ད་འདི་ཆ་རྐྱེན་ཞོལ་དེ་བྱས། ད་དེ་ནས།

དུས་སོང་ད་ལྟ་དུས་འདས་ཀྱི་ཐོག་ནས་དེ་བཤད་མང་པོ་ཞོར་རྒྱལ་པོ་བཞི་བོ་བཤད་ཡོད་ད་དུས་ཚོད་མི་འདུག་ཡིན་གཞུང་མ་ཡང་སྟབས་བདེ་ན་འདི་སྐོར་ལ་ཕར་གསལ་བཤད་ཅིག་ཞུས་བས་ན། དགོངས་པ་ཞེས་ལ་ཁྱིམ། ཕན་ཐོག་ཡོད་རྒྱུ་རེད་ད་དེ་འཕྲོད་བསྟེན་གྱི་སྐོར་ལ་དེ་འདྲ་བལྟས་དོད་དུ་ཁྱིམ་བ་ན་ཡང། དགེ་མཚན་གཟིགས་རོགས་ད་ཕན་ཐོག་དགེ་མཚན་མཐོང་སོང་ན་ཡང།

པོ་དང་དེ་ཚོ་ཚང་མ་ད་གང་ཆེ་གཙོ་བོ་དེ་ཚད་ལུང་དེ་ཡང་དག་པར་ངོས་འཛིན་པའི་ཐོག་ནས་ནི་ཚད་ལུང་དེ་བེད་སྤྱོད་གཏང་མཁས་པོ་བཏང་བའི་རྒྱུ་མཚན་དེ་ནི་སྐུ་ཚེ་རིང་པོ་ཞུ་ཡིན་གི་ད་བླ་མ་སྐྱེས་ཆེན་དམ་པ་མང་པོ་ཡོད་རེད་ངས་མ་ལོ་རྒྱུས་ནང་ལ་འོ་ཡ་ད་འདུག་བྱས་གཅིག་བྱས་ད་ད་ལྟ་ངས་དེ་དབུགས་ཅུང་ཟད་དེ་ནང་ལ་ད་ད་ལྟ་དེ་ངས་འགྲེལ་བཤད་བརྒྱབ་དེ་ཕན་ཐོག་ག་རེ་ཡོད་ཟེར་ན།

ཁ་ཟས་ལྟར་འཕྲོད་ནས་འཕྲོད་བསྟེན་ཐོག་ལ་ཡང་ནི་སྤྱོད་ལམ་ལོག་པ་དེ་འདྲའི་སྦྲགས་མ་འདྲ་བྱས་བ་དང་གཉིད་མ་བཏང་བ་དང་ད་དེ་འདྲའི་གི་རྒྱུ་མཚན་མང་པོ་ཞེ་བོ་ཅིག་ཐོག་ནས་ཨ་ནི་ཅིག་བྱས་ད་དེ་ནས་ཡང་ག་ལ་ད་དེ་ནས་ད་ད་དེ་དབྱར་དུག་ནང་བཞིན་ནང་བཞིན་ཐ་མག་མང་པོ་བཏུང་བ་དང་ཅིག་ད Drugs ལབ་ད་ཡག་དག་མང་པོ་བྱས་ད་ཆང་རག་མང་པོ་བཏུང་བ་ད་དེ་འདྲའི་གི་རྒྱུ་མཚན་སྦྲགས་མ་འདྲ་མང་པོ་ཅིག་ཐོག་ནས་ཨ་ནི།

ཁྲག་དང་ཆུ་སེར་དེ་འདྲ་ཁར་དེ་འདྲ་འགགས་པ་དང་དེ་འདྲའི་ཅག་ཤེས་ཅག་ཤེས་ནི་རྙིང་པ་ཆགས་ནས་ཨོ་ད་དེ་འདྲའི་ནགས་རྩྭ་མང་པོ་ཞེ་འོག་ཅིག་བཟོ་དགོས་བ་རེད་ད་དེ་ཚད་ལས་འདས་པའི་ནགས་རྩྭ་མང་པོ་བཟོ་གི་རེད་ད་རྒྱུ་མཚན་འདི་ཚོར་བརྟེན་ནས་ཟས་སྤྱོད་ལམ་ལོག་པ་དང་ད་ཅིག་བསམ་བློ་གི་དེ་བྱས་ནས་ནམ་དུས་བྱས་ནས་བརྡབ་སྐྱོན་ཤོར་བ་ད་རྐྱེན་ངན་འཕྲད་པ་ད་དེ་འདྲའི་རྒྱུ་མཚན་འདྲ་མ་འདྲ་གང་ཅག་ང་ཚོ་ཚད་ལས་བར་ཆད་བཏང་མཁན་མང་པོ་རེད་ཨོ་ད་དེ་ཚོ་ལ་ང་རང་ཚོས་དུས་གཏན་དུ་དོ་སྣང་མ་བྱས་པའི་རྐྱེན་གྱིས་ཨོ་ད་དེ་འདྲའི་དགའ་རྒན་ཤོར་བ་དེ་ཚོའི་གྲས་ཀྱི་སྐྱེན་ཆེན་ནང་ན་ཚ་བཟོས་ནས་ཚེ་ལ་བར་ཆད་མང་པོ་བཏང་རྒྱུ་རེད་ཅེས་ཤོད་ཡིན། ད་དེ་ཚོ་དེ་དུས་ཐོག་ལ་ཁོ་རང་ཅིག་གཙང་མ་བཟོ་ཐུབ་པ་དེ། བལྟས་བལྟས་སུ་ཁར་བལྟས་པ་དང་ལམ་སང་ལམ་སང་ཁོ་རང་ཕ་གཙང་མ་བཟོས་བ་དེ་ལ་ངས་ཀྱི་དེ་ལ་དབུགས་སྦྱོང་བྱས་ནས་དབུགས་སྦྱོང་བྱས་ནས་ད་དེའི་ཐབས་ལམ་དང་རིམ་པ་དང་མ་སོ་ནི་ཤེས་ཡོད་རེད་དབུགས་བཏང་བཏང་གི་ད་དེའི་ཐབས་ལམ་ཐོག་ནས་ད་དེའི་འབྲེལ་ཡོད་ཀྱི་ད་ནི་དོན་དང་སྣོད་དང་ད་དེ་གང་ཅའི་དོན་ཚང་མ་ལ་ཕ་གཙང་མ་བཟོས་བའི་ཐབས་ལམ་དེ་ལ་དབུགས་འབྱུང་ཟེར་གྱི་ཡོད། ཟླ་འདིའི་ད་ལྟ་ག་ཚོད་རེད། ཕན་ཐོགས་དགེ་མཚན་ཆེན་པོ་ཞེ་བོ་གཅིག་རེད་ཟླ་འདིའི་སྐར་མ་བཅུ་མི་འདུག་བྱེའུ་མ་རེད་སྟབས་བདེ་བོ་ཞེ་བོ་གཅིག་རེད་འོ་ཡ་ཟླ་འདི་གཅིག་དེ། དབུགས་འབྱུང་ཟེར་དེ་གང་ཆ་དོན་དག་ཏོག་ཡོག་དེ་འདི་རེད་ད་དཔེ་མཚོན་བཞག་བས་ན་ང་རང་ཚོ་གི་ཐབ་མཚམས་ནང་ལ་ཡང་ནི། ཁྲུ་ཁྲུ་ཤག་ཤག་བྱེད་ཚད་སྣོད་སྐྱོག་འཁྲུ་ཚད་དེ་ནང་ལ་ཡང་ནི། སྣོད་སྐྱོག་ནང་ལ་ཡང་ནི་ད་ཅིག་ཞག་རྩིག་མང་པོ་ཡོག་དང་ཁ་ལག་གི་རོ་དུག་རྙིང་མ་འདི་འདྲ་ཡང་ནི། ཆུ་འགྲོའི་ནང་ལ་དགའ་གསུངས་པས་ན་ང་ཚོ་དེ་སྤོམ་སྐྱབས་བྱས་ནས་ཆུ་བླུགས་བྱས་ནས་ཆུ་བྱ་བཏང་བ་ཁོ་ནང་བཞིན་ད་ལྟ་ང་ཚོའི་གཟུགས་པོའི་གནས་ག་བ་ལ་ཀླད་པའི་ནང་ལ་ཡིན་ན་རེ་སྙིང་གའི་ནང་ལ་ད་ག་ས་གལ་ག་ནས་ན་ཚ་དྲ་མ་འདྲ་མང་པོ་བཟོ་གིར་ད་འོ་ད་དེ་འདྲས་ཀྱི་ཨ་ནི་ཁ་བདེ་བ་དེ་ཚོ་ཨ་ནི་བ་ལྗང་ཡེ་ཡིན་ད་ད།

དབུགས་སྦྱོང་བྱས་ནས་ད་དེ་བེ་ཙོན་གཅིག་བྱས། ད་བེ་ཙོན་གཉིས་པ་དེ་ད་དེ་གསུམ་པ་དེ་ལ་དེ་དེ་ལ་བར་ད་ལུས་སྦྱོང་བྱས་ནས། ད་ལུས་སྦྱོང་བྱེད་དུ་བཏང་པ་ད་གང་ཅི་གཟུགས་བོད་ཀྱི་དེ་རེད། ལུས་རྫས་རེད། ད་ལུས་རྫས་བྱས་ཏེ་ནི་ཞེ་དྲག་གི་ཕན་ཐོགས་དགེ་མཚན་ཆེན་པོ་རེད་ད་ང་རང་ཚོ་གི་གཟུགས་བོད་ན་ཡང་ད་ཁྱེད་གོང་དུ་ཞུས་པ་ནང་བཞིན་གྱི་རྒྱུ་མཚན་གྲངས་མ་འདྲ་གི་ཐོག་ནས་ཡང་རྩྭ་ཐང་འདི་འདྲའི་ད་གཙོ་བོ་དེ་ནི་གཟུགས་པོད་ཀྱི་བྱེད་ལས་ཀྱི་རྒྱུ་མཚན་ལ་བརྟེན་གཅིག་ཉལ་སྟངས་མ་འབྲེལ་བ་དང་ལས་ཀ་བྱེད་སྟངས་མ་འབྲེལ་བ་དང་གཅིག་ད་གང་ཆེ་བརྡབ་སྐྱོན་ཤོར་བ་དག་ནང་བཞིན་གྱི་ད་གཅིག་གཟུགས་པོ་ལ་ནི་བེད་དེ་ནུས་པ་ལས་ཚད་ལས་འདས་པའི་ནི་བེད་སྤྱོད་བཏང་བ་དང་ནི་ལྕགས་ལ་ནི་ལྗིད་ཁོག་ཐ་བོ་མ་ཁྱོག་དེ་འདྲས་ཁྱེར་བ་དང་འོ་ད་དེ་འདྲས་ཀྱི་ནི་གཅིག་དེ་ནི་དེའི་ནང་ལ་ནི་ཆུ་ཚོད་མང་པོ་བེད་དེ་ངལ་གསོ་མ་བརྒྱ་བ་བྱས་པའི་ཚུལ་དུ་བཅུ་བཞི་བཅོ་ལྔ་ལས་ཀ་ཆེན་རྔམ་དྲག་ལས་ཀ་དང་དཔེ་ཞྭ་རྔམ་དྲག་རྐྱང་རྐྱང་བྱས་ནས་གཟུགས་པོ་ལ་བལྟས་ཏེ་ལས་ཀ་བསྐུལ་དང་མ་བསྐུལ་སྡུག་པོ་བཏང་དང་མ་བཏང་དེ་འདྲས་ཀྱི་བཏང་སྟེ། བཙོན་པ་ནང་བཞིན་བལྟས་ཏེ་བཙན་འོག་བཏང་བྱས་དེ་འདྲས་ཀྱི་རྐྱེན་བྱས་ནས་ནི་ཡང་ཁྲག་དང་ཆུ་སེར་དང་རླུང་འདི་འདྲས་མང་པོ་འགགས་འགྲོ་གི་རེད་ད་དེ་འདྲས་འགགས་པ་ལ་བརྟེན་ནས་གཟུགས་པོའི་ནང་ལ་ནི

མཐོང་པས་ན་ཨོ་ད་དེ་ག་རེ་བྱོན་དུ་བྱས་པ་རེད་བསམ་སྟེ་ང་ཚོ་ཚང་བཏང་མ་རོ། དེ་བཏང་ཡས་གལ་ཆེན་པོ་རེད། ཨོ་དེ་སོང་ད་ད་ངས་དེ་ཚོ་གི་ཆེད་དུ་ཨ་ནི། ཕན་ཐོགས་ཡོང་བའི་ཆེད་དུ་ད་ལྟ་ད་ལུས་སྦྱོང་ཟེར་ཏེ་བྱས་ད་དེ་གསུམ་དེ་གཅིག་དེ་སེམས་དང་འབྲེལ་བ་ཡོད་པ་བྱས། གཉིས་དེ་ད་མིག་སེར་གྱི། དབུགས་དེ་ཨ་ནི་སེམས་དང་ལུས་གཉིས་ཆ་ལ་འབྲེལ་བ་ཡོད་པ་མིག་སེར་གྱི་ཚེ་དང་འབྲེལ་བ་ཡོད་པའི་ཐོག་ནས་བྱས། གསུམ་པ་ལུས་སྦྱོང་དེ་ད་ལུས་ཀྱི་ཐོག་ནས་ཨ་ནི་རྩལ་བྱས་ནས་ཨ་ནི་གཟུགས་པོ་ཡག་པོ་ཆགས་ཡས་དང་བདེ་བོ་ཆགས་ཡས།

གཟུགས་པོ་གི་ནག་ལ་འཁྲུགས་ཐལ་དང་དེ་འདྲའི་ན་ཚ་འདྲ་མི་འདྲ་མང་ཡོང་བ་དེ་འདྲ་པེ་ན་གཅིན་སྣའི་ན་ཚ་ཡོང་ཡ་དང་ཁྲག་ཤ་ན་ཚ་ཡོང་ཡ་དང་ཤ་རྒྱགས་པོའི་ཆགས་ནས་ཚིལ་ལུ་འཕེལ་འགྲོལ། དེ་ཚོ་ཚང་མ་གཟུགས་པོ་ལ་གོ་རྒྱོ་བཏང་མ་བཏང་བ་དང་ལུས་རྩལ་དང་དེ་འདྲའི་མ་བྱས་པའི་རྐྱེན་གྱིས་ནི་མང་པོ་ཅིག་ག་བྱས་ནས་ནི་འོ་དེ་འདྲའི་གི་ཨ་ནི་གཟུགས་པོ་པ་དོག་ཉེ་ཞི་བོ་དེ་འདྲ་ཆགས་འདུག་ཨ་འོ་ད་དེ་ཚོ་ཚང་མ་རྒྱུ་མཚན་དེ་ཨ་ནི་རྣམ་དཔྱོད་མ་བཏང་བ་ཆེད་ལས་ཀ་དང་པེ་ཤ་རྐྱང་རྐྱང་བྱས་ནས་འཕྲོད་བསྟེན་དང་གཟུགས་པོ་དང་གཟུགས་པོའི་འཕྲོད་བསྟེན་དང་ཚེ་རིང་པོ་འཚོ་བའི་གི་ད་དེ་ཚོ་གི་ནི་རྒྱུ་མཚན་གོ་བ་ལེན་མ་ཐུབ་དེ་འདྲས་རྐྱེན་བྱས་ནས་ཨོ་ད་དེ་འདྲས་གི་འཐུས་ཤོར་འགྲོ་གི་འདུག་ཨ་ཨོ་ད་དེ་ཚོ་མ་ཡོང་ཆོག་དེ་ངས་གི་ད་ང་རང་གི་བསམ་ཚུལ་ཞུ་གི་ཡོད་ད་བརྙན་ཐུང་གཉིས་པའི་ནང་དེ་ལ་ཡ་ནི་སྟབས་བདེ་པོའི་ཐོག་ནས་ད། སེམས་ཆུང་དང

ཐབས་ལམ་ཡིན་ད་དེའི་གེ་ང་རང་གི་བསམ་ཚུལ་ཞུ་གི་ཡོད་རང་ཉལ་ཚེ་ན་ད་ལྟ་བོ་དོ་ཁ་ནས་སྤུ་གུ་ཚོར་རྩ་བ་གཉིས་ནས་རེ་གོ་གི་མེད་གང་དང་གང་ཅིའི་ཐོག་ནས་ཚང་མ་ཉན་ཚེ་ཡང་ཚེ་ནས་སོ་སོ་སོ་སོ་ཐུ་བའི་གི་ད་གམ་ཚེ་ལོ་བདུན་ཅུ་དོན་དོན་གཅིག་གཅིག་ཏུ་ལོ་ཐོབ་པོ་རེ་ད་ཡིན་ན་ཡང་ད་ཚུགས་བོད་གི་བབ་ཞི་དོན་ཚུགས་ཡག་པོ་ཡོང་ཡ་དེ་ཨ་ནི་གསོ་བ་རིག་པའི་སྨན་གི་གཞུང་གི་ཨ་ནི་པ་དེ།

གང་ཞུ་བ་དེ་མི་མང་ལྷན་རྒྱས་ཀྱི་འཕྲོད་བསྟེན་ལ་མཐུ་དཔོན་བསོད་ནམས་བསམ་ནས་ཀུན་སློང་འདི་ཁྱེད་ནས་བཟོ་དགོས་ཡོད། མཐའ་མ་དེ་སྐྱབས་མགོན་རིན་པོ་ཆེ་སླར་ཡང་གོང་ཁྲང་དགུ་བཅུ་ལ་ཕེབས་པའི་སྐུའི་འཁྲུངས་སྐར་གྱི་དུས་ཆེན་གྱི་དགའ་སྟོན་དང་དགུ་སྟོན། བྱམས་པས་ཀྱི་ལོ་དེ་ཚོ་དག་དཔལ་དེ་ཚགས་ཚུད་པོ་ཡག་པོ་ཡོང་བ་དང་སྐྱབས་མགོན་རིན་ཆེ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་སྤོ་ད་ལགས་ལ་ཞབས་པད་སྲིད་དོན་མངའ་ཚུལ་ཡོང་བ་དང་བོད་མི་གཞིས་རྩེ་མཉམ་འཛོམས་ཀྱི་བཀྲ་ཤིས་པའི་བདེ་སྐྱིད་ཀྱི་ལོ་མྱུར་དུ་འཆར་བ་དང་འཛམ་བུ་གླིང་ཞི་བདེའི་གནས་ནས་དམག་འཁྲུག་དང་ཆུ་ལོག་དང་དེ་འདྲས་ཀྱི་རྐྱེན་ངན་མང་པོའི་ཐོག་ནས་སྡུག་བསྔལ་སྣང་གི་འགྲོ་བ་ཐམས་ཅད་སྡུག་བསྔལ་ལས་མྱུར་དུ་གྲོལ་ནས་བདེ་སྐྱིད་ལྡན་པ་ཡོང་བའི་མཐའ་མའི་ཐུགས་སྨོན་གནང་རོགས་གནང་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།